ཀྱང་ཡང་ཨང་གསུམ་རྒྱན་འདུས་དེ། ག་ད་བ་ས་བྲག་ལྟར་བརྐྱང། ད་འདི་འཇུག་སྟངས་དེར་ད་དང་པོ་དེ། གསུམ་དེ་ག་རེ་བ་རེད་ཀྱང་ཡང་ཨང་གསུམ་རྒྱན་འདུས་རེད་རྒྱན་འདུས་ཡི་གེ་ག་ཚོད་ཚིག་འགྲེལ་ག་ཚོད་རེད་གསུམ་ཡོད་རེད་ལབ་ཀྱང་ཡང་ཨང།

ལ། སེམས་ལ་ཞི་བདེ་ཡོད་པ་ཡིན་ན་ལུས་པོའི་ནད་དེ་གའི་ཁྲག་དྲུག་རེད། ལུས་པོའི་ནད་ཀྱང་ཁྲག། ནད་ཀྱང་ནད། ན་ད་ནད་ན་ལས་བཟོ་བ། ག་ད་ལ་བས་དེ་ད་ལས་བཟོ་བ། ད་བ། ད་ག། གབ་ཀྱང་ཐོང། གབ་པར་དེ་ལས་མི་ཐོང་སོང།

བཟང་ཡང་བཟང། བཟང་ཟེར་ན་བཟང་པོ་དེ་བ་བཟང་པོ། བཟང་ཡང་བཟང། བོ་བཟང་ང་བཟང་ཟེར་ན་ངར་བ་དེ་ལ་ཡང་འགྲོ་གི་རེད་བ་བཟང་ཡང་བཟང། དེ་བ། སྨན་ཡང་ཟས། སྨན། དེ་བ་ང་རང་ཚོས་སྨན། ན་ཚ་ན་ན་སྨན་བཟའ་གོ་རེད་བ་སྨན་ཡང་ཟས། རྗེས་འཇུག་ནཱ་རཏ྄་ང་ན་ཏ྄་མ་ལ་ཡ། བསམ་ཡང་མ་གྲུབ། སེམས་ན་ལ་བསམ་སྟ྄་ལས་ལས་ཀའི་ཐོག་ནས་གྲུབ་མ་སོང་ས་ཆ་བསམ་ཡང་མ་གྲུབ་ནོ་བསམ་སྟེ་རྗེས་འཇུག་མར་བ་བསམ་ཡང་མ་གྲུབ། དེ་ནས་གར་ཡང་འཁྲབ། གར། གར་འཁྲབ་ཡ་ཅོ་བ་གར་ཡང་འཁྲབ། ཨོ། དེ་ནས། རལ་ཡང་རྩེབ།

ད་དེ་ནས་བསམ་ཡང་མ་གྲུབ། དེ་ལ་ཡང་སེམས་སུ་དེ་ལྟར་བསམ་ཡང་མ་གྲུབ། སེམས་ནཱ་ལྟ་སངས་པོ་འདུག་ཡིན་ན་ལས་གྲུབ་ཐུག་མི་འདུག། སེམས་སུ་དེ་ལྟར་བསམ་ཡང་མ་གྲུབ། རེད་བ། ད་དེ་ནས་གར་ཡང་འཁྲབ་བྱ་སྦྱོར་བ་གར་ཡང་འཁྲབ། རྗེས་འཇུག་རྀ་ལ་ཡང་འགྲོ་སྟངས་སྦྱོར་བ། འོ་དེ། གླུ་གཞས་བཏང་ཞིང་གར་ཡང་འཁྲབ། རེད་བ། གླུ་གཞས་བཏང་གར་ཡིན་ནས་འཁྲབ་ཀྱི་ཡོད་རེད་གར་ཡང་འཁྲབ།

ཡ་གཅིག་པུ་ཡི་དང་ཨ་གཅིག་པུ་ཡི་རྒྱབ་ཡིན་པ། ད་ད་རེས་ཨ་ནི་ཀྱང་ཡང་ཨང་གསུམ་རྒྱལ་འདུས་ཀྱི་སྐབས་ལ་ཡང་ཡང་རྗེས་འཇུག་ཨ་དང་མཐའ་མེད་ཀྱི་རྗེས་ལ་གར་དྲུག་རེ་ཨང་དང་ཡང། ཅེས་སོ། ཨོ་ཡ། ར་རུ། ཨི་ཡི། ཨང་ཡང། ཞེས་བྱེད་དོ། དྲུག་དུ་ཨ་ཚིག་སྟེ་ཨོ་འདི་སྐད་དེ་ཨ་དང་རྗེས་འཇུག།

གྲོགས་པོ་ཡང་མ་སླེབས། རེད་བ། ན་དུས་རོགས་བྱེད་པར་སུ་ཡང་མ་སླེབས། རེད་བ། ན་དུས་རོགས་པ་ཅན་སུའང་སླེབས་མ་སོང་སུ་ཡང་སླེབས་མ་སོང་སུའང་སླེབས་མ་སོང་དེ་ཉིན་ཉིན་ཞག་དྲུག་རེད་བ། དེ་ནས་འཇང་ཤར། རེད་བ། ཆར་པ་བཏང་བ་མ་ཟད་འཇང་ཤར་ཆར་བས་བཏང་སོ་བྱ་ཧེ་སུབ་སུབ་ཟེར་དུང་འཇང་ཤར་སོང། ད་དེ་ནས་དཀའ་ངལ་འཕྲད་དུས་སུའང་མ་སླེབས།